ད་ཆོས་རྗེ་འབངས་ཏི་ཨ་ཏི་ཤ་སེར་གླིང་ལི་ཕེ་ཡ་གི་ད་རྒྱུ་མཚན་འགན་མང་པོ་སོང་ཤ་ཏི་སེར་གླིང་ལི་ཕེ་གོ་ཡ་ཏི་ངས་ཕྱི་ཟླ་གཅིག་ཕེབས་མོ་ག་ས་རུ་ཅིག་མཐོང་འདུག་ད་སོ་སོ་བསམ་ཚུལ་རོ། ག་ཡིན་ཟེར་ན་སྐབས་དེ་དུས་ནཱ་ལེནྡྲ་དར་ཞིང་རྒྱས་པའི་སྐབས་རོ། དེ་ཡིན་དུས་བྱང་ཆུབ་སེམས་ཀྱི་གདམས་པ་བླ་མ་སེར་གླིང་པའི་ཐུགས་རྒྱུད་ལ་ཡོད་པ་ནང་བཞིན་ནཱ་ལེནྡྲ་གིས་སུ་གང་རྒྱུད་ལ་མེད་པ་དེ་ཨེ་ཡིན་ནཱ། ཕྱོགས་གཅིག་དོར་བ་དེ་འདྲ་ཞིག་བསགས་འདུག་གཉིས་པ་དེ་རྗེ་བཙུན་སྒྲོལ་མ་མི་དང་མི་ནང་བཞིན་དེ་འདྲའི་ཁོ་བཀའ་མོལ་གནང་གི་ཡོད་དུས་རྗེ་བཙུན་སྒྲོལ་མའི་དྲུང་དུ་མ་ཤོད་ཤེ་ནའི་དྲི་ངན་འདྲ་བོ་ཅིག་ཅིག་ཚོར་གི་འདུག་དེ་གཅིག་བྱས་ད་དེ་ནས་བྱས་དུས་ང་ཚོ་ཡང་ན་བྱང་ཆུབ་སེམས་ཀྱི་གདམས་པ་དེ། ཐུགས་རྒྱུད་ལ་འཁྲུངས་ཡ་དེ་ལ་ཡང་ཡིན་གཅིག་མིན་གཅིག་མི་གཅིག་བྱང་ཆུབ་སེམས་དཔའ་གཅིག་གི་རྒྱུད་ནས་མ་གདམས་ང་དེ་མ་ཞུས་པ་བྱས་ནས་ཅིག་ང་ཚོ་སྤྱོད་འཇུག་དང།

ང་ཚོས་དཔེར་ན་ང་ཚོས་རྒྱ་གར་ལ་དགེ་བཤེས་གཏོང་མཁན་ཡོང་མཁན་དེ་ཚོ་བོད་ནས་བསྡད་དཔེ་ཆ་བལྟ་སྦྱངས་འདྲ་གཏོང་ཆོག་རེད་སོ་སོ་སོ་སོ་ལས་དོ་དཀའ་བ་དེ་འདས་ཡོང་དུས་ཁ་ལ་དཀའ་ལས་ཤིག་དུས་རྒྱ་ཨ་ཚུལ་རྒྱ་འདྲེ་ལས་ཡོང་དུས་ཁྱེད་ས་འདི་གའི་སྨྱོ་མེད་ཆོས་རྗེ་ལ་ད་ཁོ་རང་གི་མཐོང་མ་ཐག་བ་ཡི་དམ་ལྷ་གི་མཐོང་ཐོས་ཡ་དེ་མཚན་རག་ལན་ཅིག་གིས་ད་མན་ངག་གི་བླ་མ་འདྲེ་བ་ཡོང་མཁན་དེ་སེ་ལི་བ་ཡིས་ཚ་ནས་དེ་གི་ཕག་འགྲོ་རེད་ཤག་འདི་ཡོད་ཚེ་ཆ་སོ་དེ་སོ་སོ་ལ་ཐོ་ཡ་ཅིག། རེད་མི་འདུག་དཔེར་ན་རྒྱ་གར་ལ་དེ་མན་ངག་གལ་ཆེན་པོ་དེ་རི་མང་པོ་འུ་ལ་རེ་ཐེ་ནས་ལ་མན་ངག་དེ་མ་ཐག་ན་མི་མང་པོ་ཤི་སུ་ལ་རེ་དེ་གི་ཁོ་གདག་ངག་དེ་སོགས་ཡས་པ་སྐྱིད་པོ་ཅིག་གི་ཕེ་ཤི་མི་འདུག་སོ་སོ་ལ་ལས་དཀའ་བ་ཡོད་དགོས་པ་སེ་ཁྱེད་ས་ཁོང་ལས་དཀའ་བ་ཡོད་མཁན་གི་བླ་མ་དེ་ཕ་གི་ཕ་ཡོད་ཙམ་དེ་གི་སུ་ཡིན་ས་རེ་དྲན་གི་འདུག། ཡ་གལ་ཆེན་མི་དབང་རྒྱལ་ལ་ང་དྲི་བ་ཅིག་ཕུལ་བྱུང། ཨོ་ཨོ། ད་འདི་དྲི་བ་དོ་བ་རེ་ཤག་ད། ཨོ་ཨོ། ངའི་དྲི་བ་དེ་ག་རེ་ཡིན་ས་ན་ད་འདའ་ཇོ་ཇོ་པ་འདའི་ཨ་དེ་ཤ་སྲིན་ལ་ལོ་བཅུ་གཉིས་བཞུགས་བྱས་ནས་རྒྱུ་འབྲས་མན་ངག་འདོན་གྱི་མན་ངག་དང་བདག་གཞན་གཉིས་འདྲེས་མན་ངག་གཉིས་ཀ་སེམས་རེད། དེ་ཡང་རྗོད་ཚུལ་འཇམ་དཔལ་ནས་ཞི་བ་རང་ལ་བརྒྱུད་པའི་བདག་གཞན་གཉིས་འདྲེས་མན་ངག་དེ་སེམས་རེད་གསུང་གོ་ར། ནི་བླ་མ་སེམས་གླིང་པ་དེ་སེམས་ཙམ་པ་ཆགས་བསྡད་ཡོད་ར། ད་རྗོད་ཚུལ་འཇམ་དཔལ་ཡང་ནས་བརྒྱུད་པའི་བདག་གཞན་མཉམ་འདྲེས་མན་ངག་དེ་ལ་ཟབ་མོ་ལྟ་བ་དང་འདྲིས་པའི་སྒོ་ནས་མན་ངག་དེ་ཡིན་དགོས་མ་རེད་བས་སྟེ་དྲི་བ་འདི་ཡིན། ཨ་ཨ་དེ་གི་ཆད་པ་ཁེལ་ཡོད་ས་མ་རེད་རྗེ་བཙོང་ཁ་བ་ཆེན་པོ་དེ་རེད་བསྟན་པ་ཡོངས་རྫོགས་ཀྱི་བདག་པོ་རེད་བསྟན་རེད་ཕོར་པ་ཐོག་མེད་སེ་རྩོམ་པ་རེད་ལ་དེ་གི་མན་ངག་ཆ་སོགས་བསྲེས་ནས་ཨ་ནི་མཛད་རྩ་བ་དེ་ཚོ་ཆ་སོགས་བསྲེས་མི་ལ་ཕ་སྤེལ་དེ་བ་ལོར་ཁོ་རང་དང་ཐང་ཆོད་པ་རེད་ལགས་ཀྱི་དེ་ཆད་པ་ཁེལ་འདི་ཡོད་ས་ཚིག་མ་མེད་རེད་ལགས། བླ་མར་སེམས་ཙམ་པ་རེད་དེར་བ།

སྣང་མཐའ་ལ་སེ་གོལ། རྙོག་མེད་ཆོས་རྗེ་གི་ལམ་ཡིག་དང་སྣང་མཐའ་ཆེན་པོ་དེ་སོགས་ནས་བཤད་པ་བྱས་ན་དེ་གསུང་དབྱིངས་ཀྱི་མན་ངག་གི་ཐོག་ནས་གསལ་ཡོད་རེད་ཟེར་ནས་དེ་འདྲས་ལགས་ཨོ་སར་དེ་ཚོ་གསུང་དབྱིངས་མན་ངག་གི་ཐོག་ནས་གསལ་ཡོད་རེད་ཟེར་ནས་དེ་འདྲས་གསུང་དབྱིངས་མན་ངག་གི་ཐོག་ནས་གསལ་རེད་ཟེར་ཏེ་བླ་མ་གསེར་ལི་པ་སེ་བརྩམས་པ་རེད་ཟེར་ཡ་དེ་ཁོང་གིས་བརྩམས་པའི་གཞུང་དེ་ཚོ་ལ་བལྟས་ན་སེ་བརྩམས་པའི་གི་འདས་པ་ལང་གཞི་འདྲ་ཤག་དེའི་ཕྱིར་སེ་བརྩམས་པ་ཡིན་པའི་ཕྱིར་ཟེར་ལ་ན་དེ་ང་ཚོས་གི་ཁོང་གི་གཞུང་ལུགས་དེ་ཚོ་སེ་བརྩམས་པའི་གཞུང་ལུགས་དུ་འཐམས་པ་རེད་ཟེར་ཡག་གི། མིང་ཚང་དང་བྱིན་གྱིས་རལ་མ་གཏོགས་དེ་སྔའི་ཐོག་ལོ་ཁོ་ག་ཟེ་ཡིན་མེད་དེ་ང་ཚོ་ཁྱེད་ནས་ཤེས་ཐུབ་ཀྱི་མ་རེད་དྲན་གི་འདུག།
ལགས་སོ་ཨ་ནི་རྒན་ལགས་བཀའ་འདྲི་ཞུ་ཡག་འདུག། ད་ག་ཚོང་ལོ་ས་ལས་ཁེ་རིན་པོ་ཆེ་གསུང་བ་གནང་ཞིག་རེད་ད་ང་ཚོ་འགྲོ་གླིང་འདི་གཙོ་བོ་དེ་ཨ་ནི་ཀུན་སློང་རྣམ་པར་དག་པ་སྒོ་ནས་གནང་དགོས་དེ་དཔེ་གལ་ཆེན་པོར་སོང་དངོས་གནས་རེད་ད་ར་ང་རང་ཚོ་ལྷག་པར་དུ་ཨ་ནི་བྱང་ཆུབ་སེམས་ཀྱི་སྐོར་བགྲོ་གླེང་བྱེད་དགོས་དུས་རང་རྒྱུད་ལ་སོ་སོ་གི་གཅིག་གསང་སྟངས་དང་ངེས་ཅི་ཅི་ཉམས་སུ་ལེན་དགོས་དཔེ་གལ་ཆེན་པོ་རེད་དེ་ནས་གཅིག་དེ་ད་ང་རང་སྤྱིར་ནང་བོན་གྱི་ཕྱོགས་ལས་ཡིན་ན་ཉམས་ལེན་བྱེད་རྒྱུའི་སྐོར་སོགས་ཆུ་ལུད་རིས་སུ་མ་ནོན་པར་དག་སྣང་དགོས་འདོད་ཀྱི་བྱེད་རེས་བླ་མ་མང་ཆེ་བ་གཅིག་དེ་གཅིག་དེ་ད་ལྟ་རྒན་གོང་གིས་གསུངས་སོ་སྤྱོད་འཇུག་ཆེན་པོ་དེ་བོན་གྱི་ཕྱོགས་ལ་དར་སོ་ཆེན་པོ་འགྲོ་བྱུང་བར་ཅི་ཞིག་ངས་གོ་འདུག་མ་ཐེ་བ་ཡིན་ན་གལ་སྲིད་དེ་འདྲ་བྱུང་བ་ཡིན་ན་རྒན་བོན་ག་དེའི་སྐོར་བོན་ལ་ཆོས་ལ་མ་སྤྱོད་འཇུག་དེ་ད་རིང་བྱུང་བ་དང་དེ་ཉུང་ནས་བྱུང་དང་ག་འདྲའི་བྱུས་ཡོད་མིན་དེ་ཅིག་གསུང་རོགས་གྱིས་སྤྱི་བཏང་ང་རང་ང་འདྲ་མིན་ད་ལྟ་བར་དུ་སྤྱོད་འཇུག་ཆེན་པོ་དེ་ལྟའི་རང་མ་བཟོ་ད་དེ་ལས་དེ་གོ་སོགས་སྤྱོད་འཇུག་དཔེ་ཆ་ག་ཆེན་མོ་དེ་འདྲ་ཡོད་དེ་དེ་སྐོར་མ་འོངས་པ་ཞིག་ལས་ཆ་མང་པོ་ཞིག་ལེན་ཡོད་དེ་དེ་ག་ནི་མཐུན་པ་དང་མི་བབ་མུག་ཤུགས་ཆེན་པོ་ཞིག་ལས་སོ་དེ་ཅིག་དེ་སྤྱི་བཏང་ང་རང་གཞུང་ལུགས་ག་རེ་ཡིན་ན་ལྟ་དགོས་དཔེ་ག་ཆེན་པོ་རེ་དང་ང་སྔ་མ་ཡིན་ན་དུས་ཚོད་ལ་ཆོས་ལུགས་གཅིག་ལ་བར། གཞུང་ལུགས་ལྟ་ཡ་ལ་བཀག་འགོག་བྱེད་པ་དང་སོ་སོ་དྲུང། ཡིག་ཆ་དེ་དང་འགལ་བ་ཡིན་ན་ཨ་ནི་ལྟ་ནས་མི་འགྲིག་བ་སྔ་མ་དུས་ཚོད་ལ་བརྟེན་འགྲོ་བོ་ཞིག་ལྟ་བ་ཤུགས་ཆེན་པོ་ད་དེ་སང་མང་ཆེ་བ་གྱིས་ཨ་ནི་གཞུང་ལུགས་ག་རེ་ཡིན་ན་ལི་ཆ་ལེན་དགོས་ཡོད་བ་ཚང་མ་ལི་པའི་ཆ་མང་པོ་ཡོད་དེ་ཨ་ནི་ཚང་མ་ལྟ་དགོས་ཡ་གི་ད་དེ་སང་སྤྱི་ཚོགས་ཀྱི་སང་ལམ་ད་ལྟ་མང་ཞིག་དེ་འདྲ་ཆགས་ཀྱི་འདུག་བ་ལ་དེ་ཕྱིར་ཨ་ནི་ད་ཨ་མ་རྡོག་རྡོག་དེ་གོང་དུ་ཨ་ནི་རྒན་གྱི་སྤྱོད་འཇུག་ཆེན་པོ་དེ་ཨ་ནི་བོན་ཆོས་ལ་ཨ་ནི་ཅིག་ད་སོ་ན་བྱུང་བར་གསུངས་ཨ་ནི་ལྟས་སྐབས་སུ། གང་འགྲོ་བྱུང་བའི་མི་དེ་སྐོར་ཅིག་ས་ཞིང་ནང་རུ་བསྐྱལ་ཞོར་ཐུགས་རྗེ། ཨོ་ཐུགས་རྗེ་ཆེ།
ཨོ་དེ་ངས་ཞུ་ཡ་ག་རེ་བྱེད་ནས་ཞུས་པ་ཡིན་ཟེར་ན། ང་དེ་སྔའི་ཕྱི་དྲག་བྱས་ཟིན་མེད། དེ་ནས་དེའི་ཕྱིར་རྒྱ་གར་ལས་ཚར་བའི་གི་རྗེས་ལ། ཨ་ནི་གཡུང་དྲུང་བོན་གྱི་ངོ་བྱེད་པ་གྲོགས་པོ་མང་པོ་གིས་ཨ་ནི་བསྡད་དེ་ཚོ་པར་སྒྲ་བཟོ་ས་དེ་ག་འགའ

ལས་བྱ་ལས་ཟེར་ལགས། དཔེར་ན་ང་ཚོ་རྒྱ་གར་ལ་ནང་པ་ཤི་བ་ནི་ལོ་བརྒྱ་ཕྲག་མང་པོ་སྨྱོ་འདི་བསྡད་རེད་ཆུ་ལས་བྱ་མང་པོ་ལས་ཡོད་རེད་ཕག་ལས་བྱ་མང་པོ་དཔེར་ན་ང་ཚོ་ཤང་ཀི་ར་ཆེ་དག་གི་སྦེད་དེ་གླུད་བྲེག་གི་ལྟ་བ་དེ་ཚོ་ཁ་ཁ་ཕག་ཁྱིས་འགྲོ་ཚར་ཡོད་རེད་དེ་ལ་ལས་བྱ་ལས་ཟེར་ནས་ང་ཚོ་དགའ་ས་བཟོ་དགོས་རེད་ཅེས་སོ་འདི་གི་ཕག་ཤོ་མ་ག་རེ་བཏུལ་བས་ཡིན་ན་དངོས་གནས་གང་ག་ཁོ་མིང་དེ་བེམ་པོ་དང་བེ་འདི་སོ་ཁ་ཁ་བཏོགས་པ་རེད་མ་གཏོགས་གང་ག་འདྲ་པོ་འདྲ་པོ་ར་ས་ཆགས་འདི་དེ་ང་ནི་ཆེས

འདི་གསུང་གི་ཡོད་ས་རེད་བླ་མ་གསེར་གླིང་པ་ཛར་ནས་བདག་ཅིང་གནང་བྱེད་ཀྱི་མི་མང་ཞུས་པ་རེད་ཟེར་དེ་ལ། ད་ལྟ་བླ་མ་གསེར་གླིང་པ་དེ་སེམས་ཙམ་པ་ཆགས་དེ་གོ་རེད། བདག་གཞན་གནང་བྱེད་ཀྱི་མི་མང། ད། འཁྲིད་བཞིན་པ་དེ་ཁོང་ལ་ཁོང་གི་རྒྱུད་ལ་མངའ་བ་ཡིན་ན། བདག་གཞན་གནང་བྱེད་ཀྱི་ལྟོ་བ་ལྗིད་ལ་བཅས་ཀྱི་འགལ་རྐྱེན་གཙོ་བོ་དེ་ལ་བགེགས་གཙོ་བོ་དེ་ལ། བདག་གཞན་ལྟོས་མེད་དུ་འཛིན་བདེ་བ་དེ། བསྟོད་སྨད་དུ་འཛིན་ཏེ་གང་དེར་གྱི་ངོ་བོ་ཉིད་ངོ་བོ་ཉིད་ཀྱི་གྲུབ་པ་འཛིན་པའི་འཛིན་པ་དེ་བཞག་བྱ། དེ་བཀག་མ་ཐོབ་ན་ནི་བདག་གཞན་སྣང་བྱེད་ཀྱི་བསྟོད་པ་རྒྱུད་ལ་སྐྱེ་ཡོད་མ་རེད། ཅེས་དེ་ཁོང་གིས་འདི་གསུང་གི་ཡོད་ས་བྲེལ་བ་དེ་ཡིན་ས་རེད། ད་ངེད་ཀྱིས་བྲེལ་ཏེ་བསྟི་མེད། འདི་གསལ་བྱེད་རྒྱུད་འདི་དང་ཨ་ནི་ད་ལྟ་འདི། ཨ་ལས། རྗེས་ལ་ཞུ་ཡས་དེ་ཡིན། ད་རེས་ང་འདི་བསྐང་ཚུལ་ནི་བཅའ་བྱེད་འདི་ཞུ་ག་སླེབས་པ་ཡིན་དགོངས་འགལ་རྩ་ནས་མེད་པ་བཅས། བཙུན་ཆུང་པ་ལ། བཀའ་འཁྲོལ་ཞུས་པའི་ཐོག་ནས་ཞུ་ཡས་དེ་ད་ལྟ་བརྗོད་གཞི་འདི་དང་འབྲེལ་བ་ཏོག་ཙིས་ཆགས་ཀྱི་འདུག་བཀའ་འདྲི་ད་བཀའ་འདྲི་ཞུས་པ་ཟིན་རེད་ཅེས་དྲི་བ་ཆགས་དང་ཆགས་ཀྱི་འདུག་དེ་ད་རྐང་ཚུགས་ནས་ད་ལྟ་དེ་གསུང་བཤད་པ་ལ་དམིགས་ནས་དྲི་བ་དྲིས་པ་དེ་མིན། སེང་ཆེས་དེ་ད་ལྟ་བདག་ཅིང་སྙང་འདི་དང་འདྲི་བ། ད་འདྲིའི་སེམས་བསྐྱེད་སྐོར་ལ་ཞུས་ན་ཡང་འགྲིག་དང་འགྲིག་གི་མེད་ད་གང་འདོད་མ་འདོད་ངས་ཤོད་དེ་ཁ་སང་དེ་སེམས་བསྐྱེད་ཀྱི་ཆོ་གའི་སྐོར་ལ་གསུང་ཡ་དེ་ངས་མཇལ་བ་ཡིན་དེ་མཇལ་བའི་ཁ་ཐུག་དེ་ལ་སྣང་དུ་ཟིན་ནར་སེམས་ནང་ལོག་ལ་གང་འཁོར་འོ་དེ་ཅི་ཞུས་ཐུག་ནང་དྲན་སུ་ཅི་བྱས་ན་ཐུག་ཕན་སུས་སྲིད་གསུང་ཐུག་ཕན་སུས་བ་དེ་ནས་ཡོང་གི་རེད་བསམ་གི་འདུག་ད་སེམས་བསྐྱེད་པའི་ཆོ་ག་དེ་ལ་ད་ནང་ཆེན་ང་རང་སུ་ཡོང་དྲག་དེ་བྱས་ཨན་དེ་ལ་དཔལ་ས་སྐྱ་བའི་ལོ་ལ་དབུ་སེང་ནི་གི་སེམས་བསྐྱེད་ཀྱི་ཆོ་ག་གནིང་བྱས་དེ་ནི་གནིང་ལ་ཆེ་བ་སོང་འོ་དེ་གང་ལ་བཞག་ཡོད་དགུ་ནས་ཆེ་བ་ཡོད་རེད་དངུལ་ཆིག་དགུ་ནས་ཆེ་བ་ཡོད་རེད་མཇུག་གི་དགུ་ནས་ཆེ་བ་ཡོད་རེད་ནི་གང་ལ་བླངས་པའི་ཡུལ་གཞིའི་དགུ་ནི་ཕྱེ་བ་ཡོད་རེ་ནི། བླངས་མཁན་གྱི་རྟེན་གྱི་གང་ཟག་ལ་ནི་ཕྱེ་བ་ཡོད་རེ་དེ་འདྲའི་དེའི་དགུ་ནི་སྲུང་སྐུ་བསྡུ་བ་ལ། སེམས་བསྐྱེད་ཀྱི་ཆོ་ག་སྟེ། ད་དེ་ཙམ་དུ་མ་ཟད་པའི་གལ་ཆེ་ཤོས་གཅིག་དེ། སེམས་བསྐྱེད་ཆོ་གའི་སྒོ་ནས་སྡོམ་པ་བླངས་བྱེད་ཀྱི་ནས་ད་འཇུག་སྡོམ་བླངས་བྱེད་ཀྱི་ནས་བླངས་པའི་བསླབ་བྱ་དེ་གསུངས་ཡོད་འདི་གང་ལ། དཔལ་ས་སྐྱ་པའི་ལུགས་ལ་དབུ་མ་པའི་ལུགས་ཀྱི་སེམས་བསྐྱེད་ཀྱི་སྡོམ་པ་བླངས་ནས། སྤང་བྱ་རྩ་ལྟུང་བསྲུང་བྱེད། གློག་ཆས་ཀྱི་རྩ་སྟོང། ད་གློག་ཆས་རྩ་སྟོང་ཞུ་དགོས་ཀྱི་རེད་པས་གང་ལྟར་སྲུང་བྱེད་ཀྱི་རྩ་སྟོང་དེ་ལ་རྩ་སྟོང་ཉི་ཤུ་སོང་ཡ་དང། སེམས་ཙམ་པའི་ལུགས་ཀྱི་རྩ་སྟོང་བཞི་སོང་ཡ། དེ་འདྲའི་ཆེ་བ་ཞིག་ཡོང་གི་འདུག་དེ་ག་འདྲས་ཡིན། ཨ་ནི་རྗེ་ཡེ་སེས་ཀྱི་གསུང་གི་ནང་ལུགས་ལ་དེ་འདྲས་འདོད་ཀྱི་ཡོད་མ་རེད། དབུ་སེང་ལུགས་ཀྱིས་སེང་ཅེས་པའི་ཆོས་སྐར་དེ་དོན་ལ་སྤྱི་པ་ཅི་ཅང་ཡིན་གསུངས་པ་རེད། ཡིན་ལག་མི་འདྲ་བ་མ་གཏོགས་བྱས་ཙང་འདི་ཚོ་དགོངས་གཞི། དགོངས་པ་བཞེས་ས་ཀྱི་རྒྱུ་མཚན་ཐུག་ས་ག་བ་ཆགས་ཀྱི་ཡོད་ན་དེ་སྤྱི་དང། ཨ་ནི་དེ་ནས། སྤྱི་བཏང་ནས་ད་ཆུ་ཁ་ཟས་དེ་ག་འདྲས་ཅིག་ལ་བཞག་གི་ཡོད་ན་ཀུན་རྫོགས་སེང་ཆེ་དེ་ཆུ་ཁའི་སྒོ་ནས་ལེན་ཡ་ཡོད་སུ་མགོ་རེད་དོན་དང་སེང་ཆེ་དེ་ཆུ་ཁའི་སྒོ་ནས་ལེན་ཡ་མེད་པ་དེ་ཀརྨ་བླ་ཤེས་ལགས་ཀྱི་གསུང་དང། ཞང་ཆོས་སེང་ཁྲིད་དང་དགོངས་པའི་རྟགས་ཀྱིས་ལྕི་བ་ཡིན་ཟེར་གསལ་པོ་འདུག་དོན་དང་སེང་ཆེ་དེ་ཆུ་ཁའི་སྒོ་ནས་ལེན་ཡ་མེད་པ་ཡིན་ན། བསྟན་འགྱུར་གྱི་ནང་ལོགས་ལ་མགོན་པོ་ཀླུ་སྒྲུབ་ཀྱིས་མཛད་པ་རེད་ཟེར་གི་དོན་དང་སེང་ཆེ་བས་ཆུ་ཁ་ཆུ་ཁའི་སྒོ་ནས་ལེན་ཚུལ་གྱིས་གསུང་གི་འདུག་དེ་ག་འདྲས་ཡིན་ནའང་དེ་སྤྱི་བཏང། ཨན་དེ་ནས་ད་ལྟ་དེ་དེ་དང་འདྲིས་བྱེད་ཀྱི་ནས་ཞང་ཆོས་སེམས་དཔའི། ད། སེམས་བསྐྱེད་དེ་སྨོན་སེམས་དང་འཇུག་སེམས་གཉིས་ཀ་ཆུ་བོའི་སྒོ་ནས་ལེན་ཡ་དང་བྱང་སྟོང་དེ་ཆུ་བོའི་སྒོ་ནས་ལེན་ཡོང་དེ་གང་ལ། བྱང་ཆུབ་སེམས་དཔའི་སྡོམ་པའི་ནང་ནས་བྱང་སེམས་ཀྱི་སོ་ཐར་གྱི་ཚུལ་ཁྲིམས་དེའི་ནང་ནས་བྱང་སེམས་ཀྱི་དགེ་སློང་གི་སྡོམ་པ། ཟས་བཅད་ཐིགས་པ་ཆེན་པོའི་དབང་དང་བཅས་པའི་དགེ་སློང་གི་སྡོམ་པ་དེ་ཆུ་ཁའི་སྒོ་ནས་ལེན་ཡོད་པ་དང། ཐེག་ཆེན་ཐུན་མོང་མ་ཡིན་པའི་དབང་དང་བཅས་པའི་དགེ་སློང་གི་སྡོམ་པ་ལེན་ཡ་གི་ཆུ་ཁ་ཅིག་ཡོད་ན་མེད་ན། དེ་མེད་པ་ཡིན་ན། སྤྱི་དང་བྱ་ནང་ལོགས་ལ་དེ་འདྲས་ཅིག་དག་དེའི་བར་དེ་དག་གི་མ་རེད་ཟེར་ཅེས་བྱས་ནས་སྡོང་སོང་ར་ཡི་ནང་ལོགས་ལ་ཅིག་ཐོན་གྱི་འདུག་དེ་ག་འདྲས་སུ་མ་དག་པ་ཡིན་ན། དཔེར་ན། འཇང་ཞེས་པའི་གྱི་སྣང་མཐར་རྩིང་བུ་མ་གི་ནང་ལོགས་ལ་འདི་འདྲ་གཅིག་ཐོན་གྱི་འདུག། ཕྱོགས་ཀྱི་སྤྲུལ་སྐུ་དེ་དགེ་སློང་གི་རྟེན་ཅན་བཞག་གོ་དགེ་སློང་བཞག་གོ་རེད། ཕྱོགས་ཀྱི་སྤྲུལ་སྐུ་དང་ལོངས་སྐུ་གཉིས་པོ་དེ་རྒྱུད་གཅིག་པ་རེད། རྒྱུད་གཅིག་པ་ཡིན་ཙང། ལོངས་སྐུ་རྒྱུད་ལ། རྙེད་འཛུགས་ཀྱི་སྡོམ་པ་དགེ་སློང་གི་སྡོམ་པ་ཡོད་གོ་རེད། ཞེ་ས་དེ་ཡིན་ཙང་ལོངས་སྐུ་དེ་ནི་དགེ་སློང་ཆགས་འགྲོ་གི་མ་རེད་ལ་དུས་གང་ལ་སྐལ་བསྡུས་ཏེ་ཆོས་རའི་ནང་ལོགས་ཀྱི་རྩོད་པ་ཅིག་དཔེར་བཀོད་བྱེད་ཀྱི་ནས། ལོངས་སྐུ་དེ། ཐིབས་པ་ཕྱིན་པའི་དབང་དུ་བྱས་པའི་དགེ་སློང་རེད། ནུས་མཐུ་ཀྱི་དབང་དུ་བྱས་པས་ནུས་མཐུ་ཀྱི་འདུལ་བའི་དབང་དུ་བྱས་པའི་དགེ་སློང་མ་རེད། ནུས་མཐུ་ཀྱི་བསྡུས་གནས་ཀྱི་དབང་དུ་བྱས་པའི་དགེ་སློང་ལ། མི་ཡི་རྟེན་ཅན་ཡིན་པའི་ཕྱག་བྱ་ཅི་དང། ཐེག་ཆེན་གྱི་དབང་དུ་བྱས་པའི་དགེ་སློང་ལ། ལྷ་ཡིན་པའི་ཕྱག་ས་མི་ཡིན་པའི་ཕྱག་རྒྱུ་མ་རེད། འོ་དེ་འདྲས་ཀྱིས་སོང་ཞེས་ཞེ་ས་དེ་ཚུར་བསྒྲད་དེ། དུག་ཆོས་བཅས་དང་དག་སྣང་ཞིང། ཆུ་ཁའི་མགུལ་ནས་སྲིན་བྱེད་པའི་སྡུམ་པ་བླངས་བྱེད་ཀྱིས་ནས་སྡུམ་པ་ལྟུང་བྱེད་ཀྱི་རྒྱུ་དེ་ལ་ཡང། དཔེར་ན། བདག་པོ་ཐག་ཆེན་གྱི་ནང་ལོགས་ལ་ནག་པོའི་ཆོས་བཞིའི་བདུད་ཚུལ་བྲལ་དེ་ཡང་སྲིན་བྱད་སྟོང་ཡག་གི་ག་ས་སྡུམ་པ་སྟོང་ཡག་གི་རྒྱུད་ལ་གསུང་སྐུ་འདུག་མཇུག་སྟོང་སྟོང་ཡག་གི་རྒྱུད་ལ་ང་རང་སུ་ནང་ཆེན་ཡོན་བཀྲ་སོང་ཡན་ཏི་རྩ་ནས་ཡོག་མ་ར་བ་བྱེད་ས་དེ་ཚོ་དུ་བ་བཅས་ཀྱི་དགུ་དེ་འདྲེ་ང་རང་གི་མཐོང་སོང་ལྟ་དེ་བཞིན་དག་མ་སྲིད་པ་དེ་འདྲ་ཡོད་ན་ཡང་དུ་བ་རྒྱ་ཆེན་པོ་བཅས་དེ་འདྲ་ཡོད་ས་རེད་ས་དེ་དང་འདྲིས་བྱེད་བཞིན།

དེ་ནི་ད་ལྟ་སྔོན་མ་བོན་པོ་གཅིག་གི་སྤྲུལ་སྐུ་འདྲ་གཅིག་མེད་འགྲོ་ཁོ་ཚོ་གི་སྤྲུལ་སྐུ་མེད་དེའི་སྔ་ལ་རྫོགས་ཆེན་གྱི་སྲས་ཡ་འདི་རྙིང་མ་གི་ང་ཚོ་ས་ནས་སྐུ་མ་བསྐོན་ནས་མ་གཏོགས་རྒྱ་གར་ལ་དེའི་ཐ་སྙད་ཡོད་མ་རེད་ས་བ་དེ་རེད་ད་འདུག་ང་ཚོ་བོན་པོ་ཐོག་ལ་སྡོང་པར་ཉི་མ་སྡོང་པོ་ཞེས་པ་སྤྱད་ཀྱི་འདུག་ས་བ་དེ་འདྲས་སོང་ངོ་འདུག་དེ་རྫོགས་ཆེན་ཟེར་ཡ་དང་སྤྱི་སྟོང་ག་རེ་ཡོད་མ་ཡང་ད་ཁབ་ལི་ག་པ་ཞེས་པ་སྤྱད་རེད་བ་དེ་ནི་དེ་ཐུན་མོང་མ་ཡིན་པ་དེ་འདྲས་རེད་ཟེར་ནས་ཁོ་རུ་དེ་འདྲས་དེའི་སྐོར་ལ་དགོངས་པ་ག་ནས་ཡོང

འོ་དེ་འདྲ་བཤད་གི་འདུག་ཨང། དཀྱིལ་འཁོར་ལ་དགོངས་པ་འདྲ་ག་འདྲ་ཡོད་རེད་བས། རྒྱ་གར་ལ་ཅི་ཡོད་ཡོད་ན་མ་ལེན་ན། སྤྱི་གཏོར་རྫོགས་ཆེན་ཟེར་ཡ་དང་དེ་ཡོད་ཨ་གོ་གི་མི་འདུག་ཁྱེད་ནས་འདྲ་ཅི་ཡིན་དང་མིན་ད་ལྟ་ཏོག་དབྱིབས་ཤ་ཁྲི་བ།

དེ་ནས་རྫོགས་ཆེན་གྱི་ཐ་སྙད་འདི་སོ། དེ་སྔའི་ཕ་ཤེལ་ནེ་ལེ་ཀྲོའི་དགོན་པའི་ནོར་ལོ་ལ་རྫོགས་ཆེན་གྱི་ཐ་སྙད་ཟེར་མཁན་དེ་ཕལ་ཆེར་བྱུང་མེད་པ་འདྲ་སོང་མ་རེད། ད་གཟིགས་སེར་ཤུགས་ཅིག་ཞུ་ཡ་ག་རེ་ཟེར་ན་ང་ཚོ། ཁྱོགས་སྦྲ་བཅོམ་པས་ཀྱི་ཚ་བོ། དེ་ནས་ཁྱོགས་ལོ་ཙཱ་བ། ཕྱི་རྒྱལ་དཔལ། གྱི་ར་བཅུ་གཅིག་ཞུ། བཅུ་གཉིས་གི་མགོ། ཁོང་སྤུ་གུ་ཆུང་ཆུང་དཀར་ལ། དེ་ནས་ལུང་པའི་ནོར་ལོ་ལ་ཐ། ཅིག་གར་སོ་གོ་རེ། རྫོགས་བྱེད་ལ་འགོག་པར་སྦྱར་ངེས་དུ་གདའ་དེ་འདྲའི་བཟོ་ངེས་འཕགས་ཚེ་མོག་མོག་མཐོང་དེ་འདྲའི་ཁུག་རྟ་རྫོགས་བྱེད་ཟེར་ངེས་དེ་ཕྱིས་ཡང་དག་པར་ཚེ་ཡིན་ན་ནི་དེ་ལ་འགོག་པར་སྦྱར་རེ་ཕྱིས་སྤུག་ལས་འདས་ལས་རྒྱུད་ཀྱི་སྲོག་ཡང་མི་འདུས་ཏེ་ཡང་དག་པར་ཚེ་མེད་ན་ནི་དེ་མེད་པར་བཟོ་མ་ཐག་ན་གནས་ས་རེ་དེ་འདྲའི་བྲལ་ཡིན་ན་ཡང་དེ་ཡང་དག་པར་ཡིན་མེད་ག་རེ་ཡི་ཁུག་ཐག་བཅད་དགོས་ཡོད་ན་རྒྱ་གར་རང་ལ་འགྲོ་ལ་མ་གཏོགས་ཐག་བཅད་ས་མ་རེད་བྲལ་མེད་དེ་ཚེ་དང་པོ་དེ་དེ་བཞིན་དེ་ཚེ་གཉིས་པ་དེ་ཁོང་ཨ་མ་གྲོངས་དུས་སྐལ་ཨ་མའི་ལག་པ་ལ་འཇུས་ནས་ད་ངས་ཁྱོད་ལ་དྲིན་ལན་གསལ་ཐོ་བ་ཅིག་བཟོ་གི་ཡིན་ག་རེ་བྱེད་དགོས་ཟེར་ཨ་མ་གཉའ་ལག་འགྲོ་མོ་དགོ་ཚེ་ཁྱོད་བཟོ་རོགས་གྱིས་ཟེར་ནས་དེ་ཨ་མ་ས་ནས་ཁས་ལེན་བྱས་དེ་འདྲ་དེ་གཉིས་ཀྱི་དན་ཏག་ཁོ་ད་བོད་ཡུལ་ལས་དེ་ནས་ཕར་རྒྱ་གར་འགྲོ་འདོད་རྒྱ་གར་འགྲོ་ནས་དན་ཏག་དང་པོ་དེ་གི་ཆེད་དུ་ཁོ་གི་རྒྱ་གར་དཔོན་འདི་དང་མག་མག་ཀ་དེ་དེ་རྒྱ་གར་ལ་དམག་འཁྲུག་སློང་པའི་ཁ་ཆད་གོ་དམག་གླས་ནས་འདི་ནས་རྡོ་རྗེ་གདན་གི་མཁན་པོ་དེ་དགོས་ལོ་འདི། བདུན་གྱི་དེ་ཁ་ཤས་རེད་ཟེར། རྒན་པོའི་གྲྭ་པ་གང་ག་དབུས་ནས་འགྲོ་བཞིན་སོང་ཁོང་དེ་སྒལ་པར་ཁེན་ནས་ཕེབས་སོད་དེ། ད་ནི་བས་གང་ག་ཧ་ལས་ནས་བས་བ་ཟེར་ངས་དེ་བས་ལས་སླ་བ་རེད་མོད་དེ་ཟེར་ཟ་དེ་འདྲས་ཆགས་ཟེར། ད་ཁེག་པ་མང་པོ་ཅིག་ལ་སྐད་ཆ་དྲིས་འདི་རྫོ་ཆེན་དྲིས་འདི་དེ་ནི། ཕ་གེ་འདི་རྡོ་རྗེ་བསྡད་འདུག་དེ་ནི་དཔེ་རི་ཟེར་དེ་སོང་རྫོ་ཆེན་ཟེར་ངས་ང་ཚོ་ཕྱི་སྐད་ནོར་ལ་ཡོག་མ་རེད་ཟེར་ནས་དེ་འདྲས་ལ་དེ་གི། ན་ལེན་དྲ་ཤོག་ཏུ་རྡོ་རྗེ་འདི་དིག་བིག་ཤོག་ལ་རྫོ་ཆེན་ཟེར་ངས་ཕྱི་སྐད་དེ་ཏན་ཏན་མེད་པ་འདྲ་ཅི་རེད་ཟེར་ན་དེའི་རྗེས་ལ་དིག་ར་སྐྱོ་ཆེན་པའི་ནོར་ལོག་ལ། ཨ་རེ། སི་ཏུ་པན་ཆེན་གཙོས་ལག་ཁྱེར་གྱི་ནོར་བ་སྐུ་ངེད་པོ་བལ་ཡུལ་ཕལ་རེད་ནེ་པ་ལི་གི་རྒྱ་བོད་དབུ་ལག་དེ་ཚོ་ཕན་མཁས་པ་ཆེན་པོ་རེད་དེ་ཚོ་གི་ས་ནས་བྲིས་བསྡད་འདུག་དེ་ཚོ་གི་ས་ནས་ཁོ་བྲིས་ནས་ཁོ་གི་རྫོགས་ཆེན་སེང་གེ་དེ་ཚོ་ཤོ་ལོ་ལོ་དེ་འདྲ་གི་ཐ་སྙད་མི་འདུག་རྗེས་འདྲི་གསུངས་འདུག་ད་བྱས་ན་རྫོགས་ཆེན་སེང་གེ་དེ་གང་ནས་ལེར་ང་ཚོ་རྒྱ་གར་སེ་ནི་ལ་དེ་ས་གི་རྒྱ་གར་གི་མགོན་ར་བ་དེ་ང་ཚོ་རྒྱ་གར་སེང་གེ་མིང་དེ་བེད་པས་བཏགས་ཡོད་ཁོ་རང་སུ་མིང་ལ་ཨིན་དྲི་ཨ་ནག་ལ་བོ་ར་ཨིན་དྲི་ཨ་ནག་སེང་གེ་མིང་དོམ་པ་ཡོད་སེ་དེ་ཨོ་འདྲི་ཨ་ནག་དབང་འདི་ཡང་ན་དེ་ང་ཚོའི་མིའི་དོགས་པ་ལགས་མ་མཐོང་ཨོ་རྒྱན་ཨོ་རྒྱན་ལགས་འདི་ས་དང་བདག་གི་ཨ་ཕ་གྷན་ནི་སི་ཐན་གི་ས་སྐྱ་བ་ས་དེ་ནི་རེད། ཨ་ཕ་གྷན་ནི་སི་ཐན་གི་ས་སྐྱ་དང་པ་ཀི་སི་ཐན་གི་ས་མཚོ་འདིའི་བར་ལ་ཨ་ནི། གསུང་ངག་གི་བསྟན་པ་ང་ཚོའི་བོད་པའི་གིས་ན་དཔེར་ན་སོ་དེའི་རྒྱུས་སུ་ཕ་ཕ་ཆེ་བ་གཅིག་དེ་ཆེ་ས་དེ་ནི་མ་ཆེ་རེད། རྫོ་ཆེ་ཟེར་ངེས་དེ་དེ་ནི་མ་ཆེ་བ་དེ་ཕ་ཤེས་གསལ་པོ་ཆགས་དགོས་ས་དེ་གི་སྐྱེས་ས་རྒྱ་གར་གྱི་གར་ས་གོར་ཐ་ནུ་གཞུང་ནས་སེ་གོ་རེ་བྱང་ནུ་གཞུང་ནས་རེད་རྒྱ་གར་ནུ་གཞུང་ནས་མ་ལ་རྫོ་ཆེ་སེང་གེ་གི་གར་ས་ཆི་གོ་ཐ་ཐ་ཉེ་དེ་ནས་མ་ཡོང་བའི་ས་རེད་རྒྱ་གར་ཤར་ཕྱོགས་དེ་དབུས་ལ་དེ་ངས་དེ་ཕེ་ཤེ་ཡོད་ས་མ་རེད་ངས་དེ་མ་ཐོ་ཤིང་ལུག་ར་ས་མ་རེད་དགོང་དེ་སེ་རྫོ་སོ་དེ་དེ་འདི་ཤ་ཤ་གི་དེ་ཅི་ཤེས།